ཀྱི་རྒྱ་མི་རིགས་དང་ཕྱི་རྒྱལ་མི་རིགས་ལ་ཡོད་བསྡད་ཡག་གི་ཆེ་ཤོས་ཀྱི་ཤེས་ཡོན་དང་ཚོང་འབྲེལ་ཨ་ནི་ལག་རྩལ་དེ་ཚོ་ཅི་ཡད་ལོས་ཡོད་མ་རེད་མི་དགོས་ཡག་གི་ཨ་རག་འཐུང་ཡག་དེ་ཐ་མ་བསྟེན་ཡག་དེ་ལོས་ཡོད་རེད་ད་ང་ཚོ་བོད་པའི་ཕོ་སར་ཅག་ངེད་ཚོ་ཐ་མ་མི་བསྟེན་ངེས་ཀྱི་དང་ཨ་རག་མི་འཐུང་ངེས་ཀྱི་ཕ་གཞེས་ཡོད་མ་རེད་དེ་ག་བ་ནས་ལོས་ཡོང་རེད་རྒྱ་རིགས་དང་ཕྱི་རྒྱལ་གྱི་རིགས་ནས་ལོས་ཡོང་དགོས་ཡག་རེད་བྱས་ཙང་ང་ཚོ་ལྟར་གྲྭ་བ་དེ་ཚོ་ཡང་དེའི་ནང་ལ་སླེབས་ཡོང་དུས་དགོངས་ལ།

མི་གཉིས་ཀྱིས་ཉེ་ཁྲིད་བྱས། ལན། ད་དེ་འདི་ད་འདི་གང་དག་གང་ཚང་ཅི་རེད་ཟེར་འདི་གང་ལ་ལྕགས་ཡིག་ལས་ཡོང་གང་ཚང་ཅི་ལས་འདི་ལྕགས་ཡིག་ལས་ཡོང་རེ་རེ་རེ་རེ་རྒྱབ་ལོག་ནས་ཡོང་ག་ཤེས་ཤེས་གང་ཚང་ཅི་མི་ལྔ་དྲུག་ཅིག་འཛུལ་འདུག་ཡ། དེ། གྲོས་ཁང་གི་བདག་པོ་ལ་ཡ་ཁོ་རང་གི་ཚད་དང་མཐུན་པའི་དཔེ་ཤག་མ་སྤྲད་པ་ཡིན་ན་གདམས་པ་ཞུ་དགོས་རེད་དཱ། ཕམ་པ་བྱུང་དགོས་རེད་དཱ། སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་ག་རེ་རྩ་ཡོད་རེད་ཟེར་ན་དཔེ་ན་ཁྱོད་རང་ཚོ་གྲི་ལ་དཔེ་རྒྱག་ཡོད་རེད། སྐབས་དེ་དུས་དགོང་ལ་གྲུ་ལ་ཡོར་བ་གྲུ་ལ། གྲུ་ཆུ་ཕ་རི་ཚུ་རི་གཏོང་དུས་དགོང་ལ། གྲུ་ལ་མ་སྤྲད་པ་ཞིག་ནས་གྲྭ་པ་དེ་འདྲས་ཀྱི་གྲུ་ལ་མ་སྤྲད་པ་ཞིག་ནས་ཕྱིན་པ་ཡིན་ན། རིན་ཐང་ཚང་ན་ཕངས་པ་སྐྱེ་གི་རེད་གསུངས་ཡོད། སྐྱ་ལག་གི་རིན་ཐང་ཚང་ན་དངུལ་བུའི་རིན་ཐང་ཚང་ན་ཕངས་པ་སྐྱེ་གི་རེད་གསུངས་ཡོད། དེང་སང་གི་དུས་ཚོད་ང་ཚོ་སྒོར་མོ་སྟོང་ཕྲག་གཅིག་དང་ལྷག་ཚིགས་གཅིག་དེ་འདྲ་གཅིག་བསྐུར་བ་ཡིན་ན་དངུལ་བུའི་རིན་ཐང་ཚང་འགྲོ་གི་རེད། ད་དངུལ་བུའི་རིན་ཐང་ཚང་དུས་ཕངས་པ་སྐྱེ་གི་ཡོད་པ་སོང་ཙང་གྲུ་ལ་དེ་དག་རེད་པ་དཔེ་དེ་རེད་གཅིག་པ་གཅིག་རྐྱང་རེད་མོ་སྐྲག་གི་ན་འགྲོ་ན།

མ་རེད་དེ་ཁོ་རང་གི་སྤྱོད་པ་འདི་ལ་ང་ཚོས་གི་ཇི་སྲིད་ཡི་རང་བྱེད་ཆོག་ཡ་གི་སྤྱོད་པ་བྱེད་ཡོད་རེད་པ། དེ་ལོ་རྒྱུས་བརྗོད་ཡ་རེད། ཁྱེད་རྣམ་པས་སེམས་ཨ། རྒྱ་གར་གི་སེམས་པ་ཆེན་པོ་མ་ཧཱ་འགན་དུས་གི་དགུང་ལོ་ཆུང་ཆུང་གི་སྐབས་ལ་ཡ། མི་ཧ་ཅང་དྲང་པོ་ཡིན་པའི་གི་ལོ་རྒྱུས་རེད། ཁོང་གི། ཁོ་རང་གི་ཁམས་པ་ཡོད་ས་དེ་ནི་མ། ལེ་བ་གཅིག་གི་ས་མཚམས་ལ། ལེ་བ་གཅིག་གི་ས་མཚམས་ལ། ཚོང་ཁང་གཅིག་གི་ནང་ནས་ཁུ་བཅའ་ལག་ཅིག་ཉོས་ནས་འཁྱེར་ཡོང་དུས་གོང་ལ་བཅའ་ལག་དེ་པད་ཤག་དེ་ཕར་སྤྲད་དུས་གོང་ལ་མི་དེ་གི་པད་ཤག་ཅིག་ཚུར་བསློགས་ཡོང་དུས་གོང་ལ་ཁོ་རང་ལ་ཡ། ཨ་ན་རྒྱལ་ཟེར་ཨ་ན་རྒྱལ་ཟེར་དུས་གོང་ལ་ང་ཚོར་ཡིན་ན་མོ་རྫི་སྔགས་ཟེར་ཡ་དེ་རེད། གཏོང་སྔགས་ཆེན་པོ། མོ་རྫི་སྔགས་དེ་ཁོ་རང་ལ་ཚུར་འཇགས་དེ་ཡོད་རེད། ཁོ་ཡར་སླེབས་ཡོང་ཅིག་ལེ་བ་གཅིག་གི་ས་མཚམས་ལ་གམ་པ་རྒྱག་ནས། གམ་པ་རྒྱ་ནས་འགྲོ་དགོས་བ་རེད་སྐབས་དེ་དུས་གམ་པ་རྒྱ་ནས་ཁོ་རང་གི་ནགས་ལས་དེ་རྩིས་ཞིག་རྒྱག་དུས་གོང་ལ། ཨོ། མི་དེ་གིས་ང་ལ་དཔེ་ཞག་ཚུར་ལོག་དུས་གོང་ལ་མོ་རྩི་ལྔ། ཐོད་པའི་ལོག་ཞག་ཟེར་དགོངས་སོང། ད་ག་རང་ཁོ་མོ་རྩི་ལྔ་དེ་ཁྱི་ཞིག། ཁོ། བག་ཕྱེད་ཀ་ཕྱིན་ནས་བག་སྤྲད་པ་རེད། དཔེ་མཚོན་རེད། དེ་ལོ་རྒྱུས་ཀྱི་ནང་ལ་ཡོད་རེད། ཕྱིས་གལ་ཆེན་པོ་བརྩི་གི་ཡོད་རེད། ཧ་ཅང་གི་གཟི་བརྗིད་ཆེན་པོ་བརྩི་གི་ཡོད་རེད་གོ་སོང། ང་རང་ཚོས་དེ་འདྲ་བྱེད་མ་ཐུབ་པ་ག་རེ་ཡོད་རེད།

ང་རང་ཚོ་ལ་ཡང་གཟི་བརྗིད་ག་ཚད་འདུག་ང་ཚོས་བརྟག་ཐབས། དུས་རྒྱུན་དུ་སྤྱི་ཚོགས་ག་བ་ཡིན་ན་ཡང་ངས་ཤེས་ཀྱི་ཡོད། བོད་ཀྱི་གྲྭ་པ་ལ་ང་ཚོར་གཟི་བརྗིད་ཡོད་ཚེ། དཔེ་བཞག་ན། ཁྱེད་རྣམ་པ་ལྟ་བུ་འདིས། ང་ཚོ་ས་གནས་གཅིག་གི་ཐུགས་ལ། ལོ་ཚོད་དཔེ་འདི་འདྲའི་གི་ཕོ་གསར་དག་ཡར་མ་ཡ། ང་ཡིན་ཁོ་ཡིན་ཟེར་ཡ་གི་ཕོ་གསར་རྐྱང་རྐྱང་མཉམ་དུ། ས་གནས་གཅིག་གི་ཐུགས་ལ་སྟོང་ཕྲག་མཉམ་དུ་བསྡད་ཡོད་རེད་དེ། མི་སེར་ཁྲག་སྦྱོར་གི་བྱ་བ། བཙན་གཡེམ་ལོག་གཡེམ་གི་བྱ་བ། དག་ནང་བཞིན་སྐུ་མ་སྐུ་གཟུགས་པའི་སྐུ་སོགས་བྱ་བ་ཨ་ཡོད། རེ་བ་ཧ་ཅང་གི་ཉུང་ཉུང། ཆ་ཤས་རེ་རེ་གཉིས་རེ་ཡོང་གི་ཡོད་ན་མ་གཏོགས་ཧ་ཅང་གི་ཉུང་ཉུང་རེད། ལོ་ནས་ལོ་མཐུད་ནས་ང་ཚོ་བསྡད་ཀྱི་ཡོད་རེད། ཡིན་ན་ཡང་ད་དུང་ཡང་རང་རང་སོ་སོའི་གདམས་ཁྲུས་གསུང་གི་ཡོད་རེད་རང་རང་སོ་སོའི་ཀུན་སྤྱོད་ཚུལ་དང་མཐུན་པ་བྱེད་ཀྱིས་བསླབ་པ་ལོ་གཉིས་བརྒྱ་ནས་བསྡད་ཡོད་རེད། དཔེར་ན་ང་ཚོ་ས་གནས་གཞན་ཞིག་བསམ་བློ་ཞིག་བཏང་ན། མི་འདི་འདྲས་ཀྱིས་མང་པོ་དུ་ཕག་བཞག་བཞུགས་ད། ཕོ་སར་སྟ་རེ་སྟོད་རེ་གཅིག་གིས་མི་བཅུ་ཐང་པ་མཉམ་དུ་ཁང་ཤོག་གཅིག་གི་ནང་ལ་བསྡད་ན་ཉི་མ་དང་པོ་དེ་ལ་མི་བཅུ་རེ་མཉམ་དུ་དགའ་བསུ་བསྡད་པ་རེད་ཁོ་རྙོག་དྲ་མེད་པ་རེད། ཉི་མ་གཉིས་པ་དེ་ལ། ད་ལྟ་བར་ལ་བཙན་གཡེམ་བྱེད་ཀྱི་ཡོད་ན་འདྲ་ལོག་གཡེམ་བྱེད་ཀྱི་ཡོད་ན་འདྲ་མགོ་སྐྱིད་བཙུགས་ཚར་རེད། ཉི་མ་གསུམ་པ་དེ་ལ་རྐུ་མ་བསྐྱབས་ཡོང་གི་རེད། ཉི་མ་བཞི་པ་དེ་ལ་གསེར་རིས་བཏང་ཡོང་གི་རེད། དེ་ང་ཚོས་ཧ་གོ་གི་རེད་དངོས་གནས་དྲ་གནས་ཡིན་ད། བརྒྱ་ཤ་བརྒྱ་ནས་བརྒྱ་ཐམ་པ་ཕོ་གསར་ཕོ་ཧྲོག་གཅིག་གིས་མི་བཅུ་ཁ་གཅིག་ཁང་ཤོག་གཅིག་ལ་མཉམ་དུ་བཞག་ན་ཟླ་བ་གཅིག་དང་ཆུ་ནི་བསྟན་རྒྱུ་ཡོད་མ་རེད།

ཆུ་ཚོད་བཅུ་པ་བཅུ་གཅིག་ཟེར་དུས་གོང་ལ་ཡ་ད་ངུ་ནས་དྲན་ནས་མི་མི་དགེ་བ་སྣ་ཚོགས་པ་ཅིག་གི་མགོ་བཙུགས་ཀྱིས་ད་དེའི་ནང་ལ་བག་རྒྱག་གི་ཡོད་རེད་བུ་མེད་ཁྲིད་གི་ཡོད་རེད་འོ་ད་ཁྱོད་ནི་པད་ཤག་གཏོར་ཡི་བྱེད་ཀྱི་ཡོད་རེད་ཅིག་གི་ཅིག་འཕྲོ་རེ་བྱེད་ཀྱི་ཡོད་རེད་གང་འཚམ་ཅིག་གྲི་བྱ་གི་ཡོད་རེད་གང་འཚམ་ཅིག་མི་བསད་ཀྱི་ཡོད་རེད་ཚང་མ་བྱེད་ཀྱི་འདུག་བ། ང་རང་ཚོ་ག་རེ་བྱས་ནས་འདི་འདྲིའི་གི་གྲྭ་བ་མང་པོ་ཞིག་མཉམ་དུ་བསྡད་ཡོང་དུས་གོང་ལ་དེ་འདྲིའི་གི་ཨ་ནི་རྐུན་མ་ཇག་པ

དེ་འདྲའི་གི་དབང་གིས་ང་ཚོ་བདེ་འཇགས་ཡག་པོ་ཆགས་བསྡད་པ་རེད། དེ་ཤེས་དགོས་རེད་ང་ཚོ་ག་དུས་ཡིན་ན་ཡང་དེ་ཤེས་དགོས་རེད། རང་ལ་རིན་ཐང་ཅི་ཡང་མེད་པ་ལྟ་བུ། གཞན་ལ་ཕ་ལྟ་དུས་གང་ལ་ཕུན་སུམ་ཚོགས་པའི་ཡོན་ཏན་ཐམས་ཅད་ཁོང་ཚོ་ལ་ཡོད་པ་ལྟ་བུ། དེ་འདྲའི་གི་ལྟ་མཁན་གི་མང་པོ་རེད། མ་རེད། བོད་ཀྱི་ཆོས་དང་རིག་གཞུང་གཉིས་བདག་པོ་སུས་རྒྱབ་པ་རེད། དེང་སང་འཛམ་བུ་གླིང་གི་ནང་ལོགས་ལ་ཡང། བོད་ཀྱི་ཆོས་དང་རིག་གཞུང་ཟེར་དེ་ཀུན་ལ། ཆེས་གཟི་བརྗིད་ཆེན་པོ་ལ་བརྩི་ཞིང། ཧ་ཅང་གི་གཟི་བརྗིད་ཆེན་པོ་ལ་བརྩི་ཞིང། ཚན་རིག་པ་འདི་ཚོས་གང་གཱ་གི་ཡང་མགོ་སྒུར་བསྡད་ཀྱི་འདུག། རྒྱུ་ཆེན། ཐོབ་ཆེན། དཔེར་ན་ང་ཚོ། རྒྱ་ཕྱི་ནང་གི་ཡང། ཚོང་པ་ཆེན་པོ་དཔེ་དངོས་གནས་དྲ་ནས་གདོང་ཞུ་མང་པོ་གི་བདག་པོ་འདི་ཚོས་ཀྱི་ཡང་བོད་ཀྱི་གྲྭ་བ་གྲྭ་བྱང་རེ་རེ་ལ་ཡང་མགོ་སྒུར་ཤ་ཚའི་འདུག་གི་འདུག། གར་བྱས་པ་རེད། ང་ཚོ་བོད་གྲྭ་པ་དེ་ཚོས་ཀྱི་ཁོང་ཚོ་ལ་ཡ་མགོ་གུ་ཤང་ཚེ་ཞེས་དགོས་ཡ་གི་དམག་རྒྱབ་པ་རེད་པས། ཁོང་ཚོ་ཐུ་ཚོད་བཏང་བྱས་ཁོང་ཚོ་མགོ་ཕ་ཡ་མེད་པ་བཟོས་པ་རེད་པས། མར་དང། ག་གལ་ཅི་བྱས་ཡོད་མར་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ཆ་ཤས་རེ་རེ་ཁེ་ཞིག། འཕྲུལ་འདོན་བྱས་ཚེ་ཅི་བྱས་འགྲོ་བདེ་བར། ཆིས་པད་ཨ་ནི། གར་སི་བར་ཐོག་ཐང་དང་ཧ་ཅང་གི་དཔལ་འབྱོར་འབྱོར་བ་ཆེན་པོ་ཡོད་མཁན་གྱི་མི་རེ་རེའི་རི་མགོ་ལ་ཡང་ཁྲུས་རེ། ཁྲུས་རེ་བླངས་ཁྲུས་རེ་གནང་བྱས་ཡ། འགྲོ་བསྡད་ཀྱི་འདུག་རྒྱ་ལ་བོད་ལ་ཞི་རྒྱས་བླ་མ། འགྲོ་བསྡད་ཀྱི་འདུག་ག་རེ་བྱས་པ་རེད། དེ་ཚོ་ཚང་མ་སྐུ་པར་རེད་པས། དེ་ཚོ་ཚང་མ་པའི་དོག་དུད་འགྲོ་སོག་ནང་བཞིན་གླེན་ལྐུག་རེད་པས། འཛམ་གླིང་གི་ནང་ལ་ཁ་ཆེ་གི་ཆུ་བར་ཡོད་རེད། ཡེ་ཤུ་གི་ཆོས་པ་ཡོད། ཧིན་དུ་གི་ཆོས་པ་ཡོད། ཇོའུ་གི་ཆོས་པ་ཡོད། ཤུ་རོ་བ་སྐྱེས་བུ་བ་ཡོད། གྲངས་ཅན་པ་ཡོད། སུ་གང་གིས་བླ་མ་དེ་འདི་བཞིན་དུ་བདེན་བྲལ་ཤུལ་གྱི་རྒྱ་ཆེན་ནོ་ཐམས་ཅད་ཀྱི་ཕ་རྣམ་འཕྲུལ་ནཱ་ལ་བདེན་བྲལ་ཤུལ་ཚུལ་རྣམ་འཕྲུལ་ནཱ་ལ་སྐྱེ་བ་ག་ས་སུ་སྐྱེ་བཏང། ད་འདུས་དེའི་སྒང་ལ་ཡང་ཤ་ཚེ་འཕྲུལ་ཤུལ་དབང་ཤུལ་དེའི་ཕོ་དེ་འཁོར་དེ་ཡང་ཁྲི་སྟོང་ཕྲག་མང་པོ་འགྲོ་སོང་བཏང་བྱས་ཙི་ཡག་ཕུད་དེ་ང་ཚོ་ག་རེ་བྱས་པ་རེད། ང་ཚོ་དམག་རྒྱ་པོ་མ་རེད་དམ་དངོས་གནས་དྲ་གནས་མ་རེད་དམ། ང་ཚོའི་དཔའ་འཇོག་གི་རྒྱ་སྟེན་གྱི་དུང་ཞེས་པ་མ་རེད་དམ། ང་ཚོས་ཆབ་སྲིད་ཀྱི་འཁོར་ལོ་བསྐོར་བ་མར་དང་གར་བྱས་པར་ང་ཚོས་བོད་ཀྱི་ནང་པ་སངས་རྒྱས་པའི་ཆོས་ལུགས་འདི་གི་ཀུན་སྤྱོད་དང་ལྷ་བཞག་ཆོས་ལུགས་འདི་གི་རིན་ཐང་གི་ཐོག་ནས་ང་རང་ཚོ་མགོ་ལ་སླེབས་པ་རེད། ང་རང་ཚོ་གྲྭ་པ་གྲྭ་ཆང་བྱས་དེ་མགོ་ལ་སླེབས་པ་རེད། དང་པོ་ཅི་ཡང་མེད་པ་ཅིག་མ་སོང་ཅིག་ཡག་ཡོང་དུས་གོང་ལ་ཡར་མོ་ཏྲ་རྫིག་པོ་ཞིག་བཏང་ནས་ཡོང་ཡ་དེ་གར་བྱས་པ་རེད།

ནོར་བ་རེད། བོད་ཀྱི་རིག་གཞུང་ཟེར་དུས་ཆོས་ལུགས་དེ་བདག་གཅིག་ཏུ་འདྲེས་དུ་ཡོད་རེད། གཅིག་ཕ་བཞག་ནས་གཅིག་ཚུར་ལེན་ཡག་གི་དེ་པ་ར་ལ་ཡ་ངོ་བོ་ཐ་དད་དུ་ཕྱེ་ཡ་ཡོད་མ་རེད། ལྷག་པར་དུ་ཡང་ཡ་རིག་གཞུང་རྩ་ཆེན་པོ་ཡིན་ཟེར་དུས་སུ་ཙམ་ཞིག་ལྷག་ཡོད་རེད། འོ་ན་སུ་འཇུག་པ་དང་རྟགས་འཇུག་སུས་འཛུགས་སྐྱོང་བྱས་འདུག་ང་ཚོ་ཐོན་མི་སམ་བར་དྲི་བོ་དག་གིས་དབུ་བཙུགས་ནས་བཟུང་སྟེ་ད་ལྟ་བར་དུ་སུས་འཛུགས་སྐྱོང་བྱས་འདུག་བོད་མི་ས་ཡ་དྲུག་མཉེན་ཆས་ཡིན་ན་ས་ཡ་བཅུ་ཚུད་དེ་འདྲ་ཡོད་པའི་སྐད་ཆ་ཡོད་རེད་དེའི་ནང་ནས

རེད་པ། དུང་དཀར་བློ་བཟང་འཕྲིན་ལས། ཨ་ལགས་ཚེ་བརྟན་ཞབས་དྲུང། དམུ་དགེ་བསམ་གཏན་རྒྱ་མཚོ། དེ་ཚོ་གང་ག་གྲྭ་བ་བླ་མ་རེད་ད།